ལུས་རྗེས་སུ་འཇུ་སུ་རྗེས་པ་ཡི་ལེའུ་བདུན་པ། ཡེ་ཤུ་ཡིས་དྲང་བར་འབྱོར་བའི་སྐོར་ལུས་བསྟན་གནང་བའི་ལུས་རྗེས་དེ་ལྟ་གི་ཡིན། དུས་དེ་ནས་བཟུང་གཙོ་བོ་ཡེ་ཤུ་ཡིས་མ་ཧོང་པ་ལ་རང་ཉིད་ཀྱི་སྐོར་གནས་ཚུལ་ག་རེ་ཡོང་གི་ཡོད་པ་དེ་སོ་སོའི་སློབ་མ་རྣམས་ལ་གསལ་བཤད་གནང་ནས་ང་ངེས་པར་དུ་ཡེ་ཧུ་ཤ་ལམ་ལ་འགྲོ་དགོས་ཀྱི་ཡོད། དེ་ལ་ཡ་ཧུ་དཱ་པ་ཡི་མའི་རྒན་པ་དང་བླ་ཆེན་དང་འཕྲོད་བསྟེན་རྣམས་ཀྱིས་ང་ལ་བསྡོད་པོ་མང་པོ་གཏང་གི་རེད། ང་ངེས་པར་དུ་དེ་ལ་ཤི་དགོས་ཀྱི་ཡོད། ཉི་མ་སོང་པ་ལ་ང་ལྷ་ཡང་སེམས་པ་བྱང་གི་རེད་ཞེས་གསུངས་སོ། པེ་ཏྲ་ཡིས་ཡེ་ཤུའི་ཟོལ་དུ་ཁྲིད་ནས་ནན་པོའི་སྒོ་ནས་བརྗོད་པ། གཙོ་བོ་ལགས། དེ་རྩ་བ་ནས་ཡོང་གི་མ་རེད། དེ་འདྲ་དེས་ན་ཡང་ཡོང་གི་མ་རེད་ཞེས་ཞུས་པ་རེད། དེ་ནས་གཙོ་བོ་ཡེ་ཤུ་ཡིས་པེ་ཏྲ་ལ་བལྟ་ནས་འདི་གསོལ་སྟོན་ཆེད་ཕར་སོང། ཁྱེད་ཀྱིས་བསམས་པ་དེ་ནི་དཀོན་མཆོག་གི་ཐུགས་དགོངས་མ་རེད་མི་ཡིས་བསམས་པ་དེ་རེད། ཁྱེད་ཀྱིས་ང་ཡི་ལང་ག་བཀག་གི་འདུག་ཞེས་གསུངས་པ་རེད། དེའི་རྗེས་སུ་གཙོ་བོ་ཡེ་ཤུ་ཡིས་སོ་སོའི་སློབ་མ་རྣམས་ལ་གསུངས་པ། གལ་སྲིད་མི་སུ་ཞིག་ང་ཡི་རྗེས་སུ་ཡོང་འདོད་ཡོད་པ་ཡིན་ན། སྡང་རྫས་སྤངས་ཤིང་ཉི་མ་རྟག་པར་རང་གི་ལྗོན་ཤིང་འཁྱིལ་ནས་ང་ཡི་རྗེས་སུ་ཡོང་དགོས། གང་ལ་སེམས་ནང་མི་སུ་ཞིག་གིས་རང་སྲོག་དག་པ་མཐོང་འདོད་ཡོད་ན་དེས་བརླག་པར་འགྱུར། མི་སུ་ཞིག་གིས་ང་ཡི་སྟེང་དུ་རང་སྲོག་གཏོང་འདོད་ཡོད་པ་ཡིན་ན་དེ་ལ་རང་སྲོག་ཐོགས་པར་འགྱུར། གལ་སྲིད་མི་སུ་ཞིག་ལ་འཇིག་རྟེན་ཐམས་ཅད་ཐོགས་ཡོད་ན་ཡང་རང་སྲོག་བརླག་ན་ཕན་ཐོགས་ག་རེ་ཡོད། མ་ཧོམ་པ་ལགས་མི་ཡི་སྤུན་ནི་རང་གི་ཡོབ་ཀྱི་གཟི་བརྗིད་དམ་མཉམ་དུ་ཕེབས་ཀྱི་རེད། ཁོང་དམ་མཉམ་དུ་ཕུ་ནག་རྣམས་ཕེབས་པ་དང་དེ་ཡི་དུས་སུ་ཁོང་གིས་མི་རེ་རེ་ལ་དུས་ཚོད་ཡི་བྱ་བ་དང་ཐིམ་པའི་བྱ་དགའ་ཞིག་གནང་གི་རེད། ངས་ཁྱོད་ཚོ་ལ་བདེན་པ་ལབ། ཁྱོད་ཚོ་ཡི་ནང་ནས་མི་ཁ་ཤས་ཀྱིས་མ་ཤི་སྔོན་དུ་མི་ཡི་སྤུན་ཡིས་རྒྱ་སྲས་དེ་ཡོང་གི་ཡོད་པ་མཐོང་གི་རེད་ཞེས་གསུངས་སོ།